ཡ། ཐོག་མར་གྱི་ཆ་ལ་གྲོགས་པོ་ཁྱོད་ཚང་བཀྲ་ཤིས་བདེ་ལེགས་དེ་ནས། ད་དེ་རིང་མིག་ཚིག་གིས་ད་ནི་བི་དྲོ་ཨོ་ཅིག་བི་ཡ་ཅིག་ལ་ད་ནི་ཁ་སང་ངོ་མ་ནས་ངས་ཉི་མ་ཁ་ཅིག་སྔོན་ལ་ནི་བི་དྲོ་ཅིག་ནི་མོའི་རྣམ་པ་ཚོ་ལ་ནི་ཕོ་གོ་ལ་ནི་ང་རང་ཚོ་ཤོར་བི་དྲོ་རང་ལ་ཁས་ལེན་ཅིག་བྱུང་ཡོད་པ་ནང་བཞིན་གྱི་དེ་རིང་འདི་བོད་ཀྱི་གོ་སྐབས་བཟང་པོ་དེ་རག་སོང། དེ་ནས་རྣམ་པ་གཙུག་གི་ཡིག་རྙིང་དུ་ལོག་ལྟ་མི་འདྲ་བ་ཅིག་གོན་ཤག་དྲན་བདེ་ཡོད་རེད་ད། ཧོ། ད་དེའི་གཙོ་བོ་ག་རེ་རེད་ལབ་པ་ན་ད་ང་ཚོ་གི། ད་སང་ཉིན་ནང་ཉིན་ནས་ང་ཚོ་གས་ནས་ད། ལས་ཀ་ཆེན་མོ་ཅིག་ད་ང་ཚོ་འགོ་ཚུགས་གི་ཡོད་རེད། ཧོ། ད་དུས་རེད་དུས་དེ་རིང་འདི་ལ་ང་ཚོ་དུ་ལོག་ལྟ་ག་རང་མུ་མཐུད་ནས་ད་ཟླ་བ་གཉིས་ཀྱི་རིང་ནང་ནས་དེ་འདྲ་ཅིག་ཐོག་ནས་ནི་རྣམ་པ་གཙུག་ལ་མཇལ་གི་རེད། ཧོ། དེ་ནས་རྣམ་པ་གཙུག་ཡང་ཐུགས་དགོངས་པ་དེ་ནས་རྩ་བ་ཉིད་ནས་མ་གསུངས་རོགས་ཞུ་ཡིན་རོགས།

ང་ཚོ་ས་ཆ་གང་ལ་བསྡད་ཡོད་འོ་ན་ས་ཆ་དེ་གའི་ད་ཁོ་རང་གི་སྒྲིག་ཚུལ་འགྲོ་བཞིན་ཡོད་རེད། འགྲོ་སྟངས་རེད་རོ། ཨོ། ད་ང་ཚོ་ད་ཐོག་མར་ད་ང་ཚོ་མི་དྲུག་སུ་འགྲོ་དགོས་རེད། ཨོ་ད་དེ་འདྲས་ཅིག་ཁོ་རང་ལུགས་སྲོལ་ཅིག་ཡོད་རེད་ལུགས་སྲོལ་བཟང་པོ་ཅིག་ཡོད་རེད་ད་དེ་ག་དེ་ག་རེ་རེད་ལ་ན་ད་ག་ཟེར་གི་དེ་ནི་དུས་ཚོད་བསྐལ་བ་ཙམ་ཅིག་མ་རེད་ད་དགུང་ནས་དྲ་གནས་དགེ་འདུན་འདུ་བ་རྒྱ་མཚོ་ལ་ནི་ཞབས་ཕྱི་རེད་རོ། ཨ་ནི་སོ་སོ་ཡིན་ན་ད་འདི་ཡ་ནི་ག་རེ་ཅིག་ཡིན་ནའང་ས་ཆ་ག་འདྲ་ཅིག་ལ་བསྡད་ཡོད་པ་ཡིན་ན་ས་ཆ་འདི་ལ་ནི་ད་དུས་གསུམ་གྱི་བཞེས་ལག་ལ་ནི་མི་འདུག་འོན་རུང་བ་ག་རེ་ཡིན་ནའང་དེ་ག་རེ་མི་དེ་ན་ན་ག་རེ་ཅིག་ཡོད་ན་ད་དངོས་གནས་དོན་ནི་ད་ཐང་རིན་པོ་ཆེ་གི་སྐུ་དྲིན་ལ་ད་འདི་དེའི་ཐོག་ལ་དཀའ་ངལ་ཅིག་ཀྱང་ཡོད་མ་རེད་རོ། སོང་ཙང་འདི་ཅི་ནས་ཨ་ནི་རིན་པ་ཚོ་ལ་མཁྱེན་དགོས་ཡ་དེ་ཡ་དེ་ཅི་ནས་ངས་ད་འདྲའི་བིད་ཀྲོ་ཕུལ་དགོས་ཡ་རྒྱུ་མཚན་གཙོ་བོ་འདི་རེད་འདི་མཁྱེན་དགོས་རེད་ད་རོ། ད་ལས་ཀ་བྱས་འོང་དུས་ད་ཁ་ཅིག་གི་དྲན་དེ་རེད་ད་ང་ཚོའི་ལབ་པ་སློབ་མཁན་རེད་ཡང་བྱེད་དགོས་ཡོད་རེད་ད་རྒྱུགས་སྤྲོ་ཡང་བཏང་དགོས་ཡོད་རེད་སྙམ་འདུག་ད་རྒྱུགས་སྤྲོ་ཡང་ཁྱེད་དྲུག་རེད་ཉི་མ་ཉི་ཤུ་གསབ་བསྟུན་སུ་མ་གཏོགས་ལངས་མི་འདུག་མང་པོ་ལངས་ན་ཉི་མ་ཉི་ཤུ་གསབ་བསྟུན་སུ་འདུག་དང་ཉི་མ་ཉི་ཤུ་གསབ་བསྟུན་ཡོད་མི་འདུག་ཕལ་ཆེར་ཉི་མ་ཉི་ཤུ་རྩ་ལྔ་སུ་མ་དེ་མི་འདུག་རུང་རྒྱུགས་སྤྲོ་ཡང་ཉེ་པོ་བཞི་པོ་ཆགས་བསྡད་ཡོད་རེད་སོང་ཙང་འདི་འདྲ་ཅིག་རེད་ད་མཉམ་འགྲོ་བྱས་རེད་ད་རྒྱུགས་སྤྲོ་ཡང་བྱས་རེད་ལ་ཨ་ནི་ད་ལས་ཀ་ལ་འགྲོ་དགོས་རུང་རྫོང་ཚང་ལ་ང་འདུག་ད་རོགས་ངོ་ནས་ང་རང་ལ་བྱེད་སྟངས་དང་མིག་སེར་རོགས་འདུག་དང་མིག་སེར་ལེན་བསྡད་ན་ད་ག་ང་རང་དེ་འདྲ་ཞིག་ད། བྱེད་སྟངས་དཀའ་ངལ་འཇིག་ད་འབད་བརྩོན་བྱེད་དགོས་དེ་ས་ཕུད་ཧ་ཅང་གི་ག་ལེ་ག་པོ་འགྲོ་ཆ་སོང་ན་ཉི་མ་བཅོ་ལྔ་ནང་ལ་ཧ་གོ་འགྲོ་དགོས་རེད་བ། དེ་ནས་དགོངས་པ་བཞུགས་དགོས་ན་ག་རེ་བྱེད་དགོས་ན་ལྟ་ལྟ་བྱས་རེད་མ་གཏོགས་ཁ་ཐུག་དང་པོ་ཉིད་ནས་ཁོ་རང་དགོངས་པ་བཞུགས་མཁན་ལ་དེ་ཡ་དེ་ད་ལྟ་བྱས་དེ་ང་རང་ལ་སེམས་སྐྱོ་པོ་ཅིག་མི་འདུག་རེད་བ། ཨོ་གཙོ་གཙོ་འདི་རེད། སྤྱི་དང། ད་ཡོད་ཀྱི་སྐོར་སྐྱོ་བོ་དང་དེ་འདྲའི་ཡིན་དོན་དུ་མི་རྟག་རྟག་ཏུ་བསྡད་ཀྱི་མེད་པ་ན་དགོངས་པ་བཞུགས་ན་ཁོ་རང་ནི་ཐུགས་ཁ་ཁ་ལ་ཡག་པོ་འདུག་དེ་འདིར་ང་རང་གིས་ད་ང་རང་འདྲ་བོ་ནི་ད་ལྟའི་བསྐྱར་ཅིག་དཀའ་ལས་ཞིག་བརྒྱབ་བསྡད་ཀྱི་ཡོད་ཨ་ནི་ཡང་དཀའ་ལས་བརྒྱབ་དཀའ་ངེས་ངེས་འཇིག་ཐག་དཀའ་ལས་བརྒྱབ་ཀྱི་ཡོད་དཀའ་ལས་བརྒྱབ་ན་ཡང་བསྐོ་ཡོད་དེ་དེ་ནི་དངོས་གནས་ཁོ་རང་ཁོ་རང་གི་བསྐོ་འཇོག་གི་བྱིན་རླབས་ལ་ཁ་རེ་ན་དེ་ནི་དཀའ་ལས་མ་ཁ་མཁན་ཞིག་ཡོད་སྤྱི་དང་མི་ཁོ་རང་དེ་འདྲ་ཞིག་རེད་རོ། ཚོང་ཚང་དེ་འདྲ་ཞིག་ཡིན་ཅི་ད་ང་རང་གི་ཐོག་ནས་ཞུ་བ་ཡིན་ན་དེ་འདྲ་ཞིག་རེད་དེ་ཡིན་ན་ད་ངས་མུ་མཐུད་ནས་དཀའ་ལས་རྒྱག་ཡ་རེད་ཡིན་ན་ཡང་དཀའ་ལས་ཆེན་པོ་ཅིག་ཁ་ཚོན་ནས་འཇལ་ཡོད་མ་རེད་བ། ནས་དགོངས་པ་ཞུ་དགོས་ཚུལ་ནས་ནས་དགོངས་པ་ཞུ་ཡ་རེད་མ་གཏོགས་པས། འོ་དེ་འདི་འདྲ་ཞིག་ལས་ཀ་དེ་དཔེ་ཆེན་པོ་རེད་ད་ཁ་ཟེར་ཡང་ཆུང་ཆུང་དེ་འདྲ་མ་རེད་ད། འོ་ད་དེ་འདྲ་རེད་རོ། དེ་ནས་དེ་རིང་འདི་ལ་རྣམ་པ་ཚོ་ལ་ད་ང་ཚོ་གི་ཝི་ཨོ་ནེ་ཝི་ཀྲོ་དེ་ནས་རྣམ་པ་ཚོ་ལ་ངས་མུ་མཐུད་ནས་ཕུལ་ཡ་རེད། ཨ་ནེ། དུས་གསུམ་གྱི་ཡེ་ནས་བཞེས་ལགས་ཕུ་ལུག་ཕུལ་དང། ཨ་ནེ། ད་དེ་ང་ཚོའི་ལས་ཀ་དེ་གཙོ་བོ་ག་རེ་རེད་ལབ་དུ་ང་ཚོ་ཡང་དེ་ད་དགོན་པ་ནག་ལོག་ལ་བསྡད་ནས་ལས་ཀ་བྱས་རེད་མ་གཏོགས་པའི་ཕྱི་ལོག་འགྲོ་ཡ་མ་རེད་ད། གཙོ་བོ་གཙོ་བོ་དེ་རེད་ད། ད་དགེ་འདུན་འདུ་བ་དགེ་ཚོ་རང་ལ་ཞབས་ཕྱི་ཞུ་ཡ་རེད། ད་རྡོག་རྡོག་བྱས་པ་ན་ད་ནི་དེ་ལས་ཀ་བྱས་དེ་དགོང་ནས་དྲང་གནས་ཀྱི་ད་ཚོགས་ཆང་འདི་ཆང་རམ་ན་འགྲིག་འོ་རེད་ད།

དོ་བདག་ད་གང་དུ་གི་གི་མ་དགེ་འདུན་འདུ་བ་རྒྱ་མཚོ་ལ་ནི་ཞབས་ཕྱི་ཞུ་གི་རེད་དོ་བདག་བྱས་ན་ཞབས་ཕྱི་ཞུ་ཡ་རེད་ད། ལས་ཁ་ལ་དེ་དག་གཙོ་བོ་གཙོ་བོ་དེ་འདྲའི་ལས་ཁ་ཅིག་རེད་ད་ལས་ཁ་ནི་ད། ཆོས་དང་འཇིག་རྟེན་གཉིས་ཀྱི་ནང་ལ་ཆོས་རང་ལ་ཕན་ཡ་གི་ད་ལས་ཁ་ཅིག་གཙོ་བོ་ཆགས་དུ་ཡོ་རེད་ད་བསླབ་པ་བསླབ་གཉེར་བྱེད་མཁན་དེ་ཚོ་ལ་ནི་ད་ག་རེ་ཡིན་ན་གུར་དང་དཔལ་འབྱོར་དང་ག་རེ་ཐོག་ལ་དཀའ་ངལ་མི་ཡོང་ཆེད་དུ་དཀའ་ལས་རྒྱབ་གི་ཡོ་རེད་ཨོ་ལས་ཁ་ལ་དེ་དེ་འདྲའི་ལས་ཁ་ཅིག་རེད་ད། ད་ག་ཨ་ཚོད་མ་རེད་དེ་ནི་དུས་ཚོད་བསྐལ་ཡ་དྲན་པ་སང་ཡ་དེ་འདྲའི་གི་ད་ག་ནི་སུ་ཡིན་ནི་མི་ཡིན་ནི། ཚོའི་ལས་འགན་འདི་བཟོ་ཡ་གི་ལས་ཀ་དེ་མ་རེད་ད་ཡང་འདིའི་ལས་ཀ་དེ་འདི་ལས་ཀ་དེ་ལས་ཀ་རྩ་བ་ཉིད་ནས་མ་རེད་ར། འདིའི་ལས་ཀ་བྱེད་པ་ན་དངོས་གནས་སོ་སོས་བསམ་བློ་ཡག་པོ་དེ་འཁྱེར་པ་ཡིན་ན་དངོས་གནས་དྲང་གནས་ཀྱི་ད་དངོས་གནས་དྲང་གནས་མི་ཚེ་ནི་མི་ཚེ་ཚེ་རབས་ནས་ཚེ་རབས་ལ་ཕན་ཡ་གི་ཡ་ནི་རྒྱུ་གཅིག་ཟ་ཐུག་པོ་རེད་ད། ད་བསམ་བློ་མ་བཏང་ན་ཁོ་བྱས་ཀྱི་ཡོད་མ་རེད་བ།

དགེ་འདུན་འདུ་བག་ལྷག་ཏུ་སོ་སོའི་གི་དགེ་བའི་བཤེས་གཉེན་རྩ་བའི་བླ་མ་ཆ་ཚང་ཡོད་ལ་དེ་ནང་རོགས་ལ་ཇོ་བཟང་དེ་ཆ་ཚང་ང་ཚོ་རྒྱལ་སྤྱི་ཞུ་བའི་གོ་སྐབས་བཟང་པོ་ཅིག་རག་གོ་ཡོད་རེད་ད་གཙོ་བོ་གཙོ་བོ་འདི་རེད་ད་དེ་རེད་དྲིན་ཆེན་འདི་ཚོ། སོང་ཙང་ད་དེ་འདྲ་ཅིག་རེ་བྱ་རོགས་ཨ་ད་དེ་ཅི་ནས་ད་དེ་རིང་ཉིན་མ་ཅིག་ད་ང་ཚོ་གི་ད་ནས་ད་རིག་ང་དེ་ར་ང་ཚོ་གི་སྦྱོང་བརྡར་ཡང་ན Practice འདྲ་གི་ར་མཐའ་མ་དེ་བྱེད་ཡིན་ཨ་སངས་ཀྱིས་ཏཱ་རེག་བདུན་ལ་ཏཱ་རེག་དྲུག་ལ་སྒོ་རྒྱབ་དགོས་ཡོད་རེད་ད་ཉི་མ་གཅིག་གི་རིང་ལ་རེས་ཆགས་པ་འདུག་མ་ལིག་རྙིང་པ་དང་གསར་བ་དེ་ཚོ་གི་ད་བཅའ་ལག་བྱེད་པོ་འགས་སྟངས་མང་པོ་བྱས་ཡོད་རེད་རོ། ཨོ་དེ་བྱས་ཏེ་ཏཱ་རེག་བདུན་ནས་ང་ཚོ་སྒོ་བཙུགས་ཡ་རེད་ཨེ་མུ་མཐུད་ནས་ང་ཚོ་རྣམ་པ་ཚོ་ལ་ཕེབས་ཤོག་གཞོན་ཡིན། ད་དེ་ལ་ང་ཚོ་གི་འགྱུར་བ་མང་པོ་ཅིག་བཏང་བསྡད་ཡོད་རེད་གསར་བ་དང་གསར་བ་མང་པོ་ཅིག་བཟོ་ས་རེད་དེ་ནང་ལོགས་ལ།

ངོ་མ་ལོ་ལ་དེ་ནས་ལས་བྱེད་སྒྲོལ་ཡག་གི་ལུགས་སུ་དེ་འདྲས་ཀྱི་འདུག་ཡིན་ན་ཡང་དེ་སྐབས་དུ་ལ་ང་འདུག་གོ་སྐབས་དེ་འདི་ནས་དེ་འདྲས་བྱས་ཚེ་རག་མ་སོང་ཁོ་ཁོ་རང་གནས་སྟངས་ཅིག་ཁྱེར་ཏེ་བཞག་རོགས་ཨ། འདི་ནས་སྐབས་དེ་ལ་ང་འདུག་གོ་སྐབས་དང་པོ་དེ་འདྲས་དེ་རག་སོང་ཨོ་ནི་རག་པ་དེ་ལ་དེ་ནས་ཨེ་ནས་སེམས་ལ་ཨ་ནི། དགའ་བོ་འདུག་སྤྲོ་བོ་འདུག་ཅི་ལྟར་ནས། ལས་ཀ་ལ་ཨོ་ནི་རེ་ནས་ད་དེ་འདྲས་ཀྱི་གལ་ཏེ་འདུག་བ་རྒྱ་མཚོ་ལ་དེ་ནས་ཡབ་གཞིས་བཞུགས་ཡག་གི་དེ་ནས་གོ་སྐབས་རག་ཡ་དེ་ག་དུས་ནས་ཨ་ནི་སེམས་ལ་དགའ་བོ་འདུག་སྤྲོ་བོ་འདུག་མ་གཏོགས་པའི་དེ་ལ་སེམས་སྐྱོ་ཡ་དང་སེམས་ལ་ད་དེ་འདྲས་ཀྱི་ང་ལས་ཀ་ཁྱེར་སོང

ས་མཚམས་ཁོ་ཚོ་ལ་དེ་ལས་གཅིག་པ་གཅིག་རྐྱང་ཡིན་གྱི་རེད། ཁོང་ནི་རང་ནས་ད་དགེ་འདུན་འདུལ་བ་རྒྱ་མཚོ་ལ་ཞབས་ཞུ་ཞུ་བའི་གོ་སྐབས་རག་གི་འདུག་ཨ། ད་འདི་འདི་ག་རེད་འདི་འདིའི་གོ་སྐབས། འདི་བཟང་པོ་འདི་ནི་ར་ཡ་དེ་ངས་བཟང་པོ་ག་རེ་བྱས་ནས་ལབ་གི་རེད་ལབ་པ་ན། ཚེ་འདི་མ་ཚེ་ང་རང་ཕྱི་མ་ལ་གད་ཡག་ཅིག་ནས་རྒན་པ་ཞིག་རག་གི་འོས་རེད་བ། གཙོ་བོ་གཙོ་བོ་འདི་རེད། ངས་ག་དུས་ནས་ག་དུས་ནང་དུ་ལས་ཕྱག་ལས་ག་དུས་ནས་ཀུན་སློང་བཟང་པོ་འཁྱེར་དགོས་ཧ་ཅང་གལ་ཆེན་པོ་རེད་འདུག་ཨ། ཀུན་སློང་ངན་པ་ཅིག་འཁྱེར་རོགས་ན། དེ་ནི་གཟུགས་པོ་ལ་དཀའ་ལས་རེད་མ་གཏོགས་སེམས་ལ་གང་ལས་གཟུགས་པོ་ལ་དཀའ་ལས་གཉིས་ཀ་ལ་དཀའ་ལས་རེད་རོ། གོ་བ་ལྟར་ན་དཀའ་ལས་རེད་ཨང་ཁོང་ཚོ་ང་རང་གི་གོ་ནོར་དེ་དེ་འདྲ་བྱས་ཡིན་འོ་ནི་ད་ནས་དཔེ་ཡག་པོ་འབྱུང་སོང། དེར་རྣམ་པ་ཚོ་ལ་ནི་བཞི་བ་མང་པོ་ཆགས་འགྲོ་གི་འདུག་སྐར་མ་འགའི་ལགས་སུ་སྡོད་ས་ཞག་ད་ནི་ཡག་པོ་ཅིག་བྱུང་བ་ཡིན་ན་རྣམ་པ་ཚོ་གི་དེ་ནས་ནི་ཨོ་སྒེར་སྐོར་ཡག་པོ་གནང་རོགས་ཅེས་བཞོན་ཡིན་ཨོ་དེ་སང་ཉིན་ནས་ད་མུ་མཐུད་ནས་མཇལ་ཡོང་གི་རེད་ཨ་ནི་རྣམ་པ་ཚོ་ཡག་པོ་གཟིགས་ཨ་ག་ནས་ག་འདྲ་འདུག་ལས་ཀ་བྱས་འདུག་ག་རེ་བྱེད་དང་ག་འདྲ་བྱེད་ཀྱི་འདུག། ད་འདི་ད་ཐེངས་ཀྱི་དང་པོ་གནམ་སྒོ་ཐོག་ལ་ཡུལ་སྐོར་དང་པོ་གི་སྒོ་དེ་གཙོ་བོ་རེད། ཉི་མ་ཁ་ཤས་ཀྱི་རིང་ད་ལྟ་ང་ཚོ་གི་གཟིགས་ན་ལྟོ་ག་དེ་འདྲའི་གོ་ཡ་ཡོད་མ་རེད་ཡང་ནི་གནམ་སྒོ་གཙོ་བའི་སྒོ་འགེལ་མ་མ་གནང་རོགས་ཞུ་ཡ་ཡིན་ཡང་ནི་ཚོ་ཚང་ལ་བཀྲ་ཤིས་བདེ་ལེགས།